སྔ་དུས་སུ། བཀའ་འགྱུར་དང་བསྟན་འགྱུར། མེས་པོའི་གསུང་འབུམ་སོགས། རི་ལྟར་བརྩིགས་པའི་ལོ་རྒྱུས་ཡོད། བོད་གངས་ཅན་ལ་ཆག་སྒོ་བཞི་དང་མཉམ་དུ། བོད་མི་རིགས་ཀྱི་སྐད་ཡིག་ལ་ཆག་སྒོ་བཞི་བྱུང་ནས། བོད་ཀྱི་སྐད་ཡིག་ནུབ་ལ་ཉེ་བའི་དུས་འདིར། ཀུན་གཟིགས་དཔལ་ཆེན་བཅུ་པ་ཆེན་པོས། གཅེས་པའི་སྐུ་སོགས་འབེན་ལ་བཙུགས་ནས། ལོ་རབས་བརྒྱད་ཅུ་པའི་ནང། བོད་ཀྱི་མཁྱེན་བརྩེ་སོགས་ལ། གསོན་ཤུགས་ཤིག་སྦྱིན། ཀུན་གཟིགས་དཔལ་ཆེན་རིན་པོ་མཆོག། དབྱངས་གསལ་ཉིད་དང། བོད་མི་རིགས་ཀྱི་ཆེད་དུ། སྐུ་སྲོག་ཤོར་ནས། གཞིས་བྱེས་གཉིས་ཀྱི་བོད་རིགས་སྤུན་ཟླ་རྣམས་ཀྱི། དཀའ་བ་ཁྱད་བསད་ཀྱིས། དེ་རིང་གི་བར་དུ། སྐད་ཡིག་འདི། གསོན་པོར་གནས་ཡོད། ཡིན་ན་ཡང། ད་ལྟ་ནི། རང་དབང་ལུང་པར་ཡོད་པའི་བོད་ཀྱི་གཞོན་སྐྱེས་དག་ནི། རང་མི་རིགས་ཀྱི་སྐད་ཡིག་ལ་དོ་སྣང་ཆུང་ཞིང། ཐ་ན་རང་གི་མིང་ཙམ་ཡང་སྐད་ཡིག་གཞན་བེད་སྤྱོད་བྱེད་པའི་དུས་སྐབས་ལ་སླེབས་འདུག་ད་དུང། གཞིས་ལུས་བོད་རིགས་སྤུན་ཟླ་རྣམས་རྒྱ་དམར་གྱི་གདུག་རྩུབ་འོག་ནས་རང་རིགས་བྱིས་པ་དག་དཀའ་ཁ་བཅངས་བའི་རང་དབང་དེ་ཡང། ཤོར་ཟིན། བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་བཅུག་ནས་ཕ་མ་དང་ཕྲུ་གུའི་བར་ལ་སྐད་སྒྱུར་དགོས་པའི་གནས་ཚུལ་ངན་པ་རང་ཡུལ་གངས་ཅན་ལྗོངས་སུ་བྱུང་བཞིན་པའི་དུས་འདིར། ངེད་ཅག་རང་དབང་ལུང་པར་ཡོད་པའི། མ་འོངས་བོད་ཀྱི་སོན་རྩ་རྣམས་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་འོག་བོད་ཀྱི་སྐད་དང་ཡི་གེ་སྦྱང་རྒྱུའི་གོ་སྐབས་ཡོད་ལ། ད་ལྟ་བོད་ཡིག་སློབ་མཁན་གྱི་དགེ་རྒན་ཡང་ཡོད་པས་གོ་སྐབས་འདི་བཟུང་ནས་རང་མི་རིགས་ཀྱི་སྐད་ཡིག་འདི་སྦྱང་དགོས་པ་ནི་ང་ཚོའི་ལྡོག་ཏུ་མེད་པའི་ལས་འགན་ཞིག་ཡིན། ངས་ལག་ཟུང་ཐལ་མོ་སྦྱར་ནས་བོད་རིགས་གཞོན་ནུ་དག་གིས་བོད་ཡིག་སྦྱོང་རོགས། བོད་ཡིག་ཀློག་རོགས། ང་ཚོའི་སྐད་ཡིག་འདི་ནུབ་ལ་ཉེ་བའི་དུས་སྐབས་ན་སླེབས་འདུག་ང་ཚོ་ནི་རང་ཡུལ་ཁ་བའི་ལྗོངས་ཀྱི་བདག་པོ་མ་འོངས་བོད་ཀྱི་སོན་རྩ་ཡིན། ང་ཚོ་ནི་བོད་ཀྱི་སྐད་ཡིག་ཤི་མ་གསོན་ལས་སྐྱོབ་མཁན་གྱི་སྨན་པ་ཡིན། ང་ཚོ་ནི་བོད་ཡིག་མི་རབས་རྗེས་མར་རྩིས་སྤྲོད་བྱེད་མཁན་གྱི་དགེ་རྒན་ཡིན། ང་ཚོ་ནི་བོད་ཀྱི་སྐད་ཡིག་རིག་གཞུང་དབྱངས་གསལ་སྐྱོབ་མཁན་གྱི་དཔའ་བོ་ཡིན། གསུང་རབ་བཀའ་བསྟན་འཛིན་པའི་བོད་ཡིག་འདི། ཤིས་དང་གསོན་གྱི་དུར་ས་སླེབས་འདུག་པས། མགོ་ནག་རྩམ་གཟན་བོད་རིགས་ཡོད་དོ་ཅོག། ཅི་ནུས་བོད་ཡིག་ལྷོད་མེད་སྦྱང་བར་མཛོད། རང་ཡུལ་གནས་པའི་བོད་རིགས་གཞོན་ནུ་དག། རང་སྐད་སྦྱང་བའི་རང་དབང་ཡེ་ནས་མེད། རང་དབང་ལུང་པར་ཡོད་པའི་བོད་མི་རྣམས། རང་ནུས་གང་ཡོད་བོད་ཡིག་སྦྱང་བར་མཛོད། སྔ་དུས་བོད་ཡིག་གསུང་རབ་རི་ལྟར་བརྩིགས། ད་ཆ། ཕ་མ་འཁྲུག་པའི་བར་ན་སྐྱེས་རྒྱུ་དགོས། མ་འོངས་དུས་ན་བུ་ཡིས་མ་ལགས་བྱེད། ང་བཙོན་མ་བཙོན་སུ་ཡིས་བཙོན་པར་བྱེད། ད་ལྟ་སྦྱང་རྒྱུའི་གོ་སྐབས་བཟང་པོ་ཡོད། འབད་བརྩོན་བྱེད་སའི་ཁོར་ཡུག་ཡག་པོ་ཡོད། རྗེས་སུ་གོ་སྐབས་ཁོར་ཡུག་མེད་གྱུར་ན། ཉམས་པ་སླར་གསོ་བྱེད་རྒྱུ་ཁག་པོ་ཡིན། སྐུ་ལུས་ཆད་མེད་ཕུལ་བའི་དཔའ་བོ་བློ་དགའ་ལགས། གདུག་རྩུབ་ཅན་གྱི་རྒྱ་ནག་དམར་གཞུང་གིས། བོད་ཀྱི་སྐད་ཡིག་རྩ་མེད་བཟོས་པའི་དུས། དཔའ་བོ་རྣམས་ཀྱི་རྒྱལ་ཁབ་སྐད་ཡིག་ཆེད། གཅེས་པའི་ལུས་སྲོག་ཡོངས་གཅོད་བློས་བཏང་བྱས། རྒྱལ་གཅེས་དཔའ་བོ་རང་བཙན་བློ་དགའ་ཡིས། མཉམ་འབྲེལ་རྒྱལ་ཚོགས་དུས་དང་དབུས་སུ་ལངས། བོད་ཀྱི་རྒྱལ་དར་ལྷབ་ལྷབ་གཡོ་བའི་དུས། མི་རིགས་ཆེད་དུ་རང་ལུས་མཆོད་མེར་ཕུལ། དཔའ་བོས་ཁ་ཆེམས་གསུངས་པ་འདི་ལྟར་ཡིན། ཤ་ཁྲག་གཅིག་གི་སྤུན་ཟླ་མཐུན་སྒྲིལ་དང། རང་གི་སྐད་ཡིག་རིག་གཞུང་རང་གིས་སྦྱོང།